ནང་བཞིན་བྱས་ནས་ད་ཅིག། སོ་སོ་གའི་ངོ་དེབ་ནང་ལོག་ལ་ཐད་གཏོང་ཅིག་འགྲོ་ནའང་བསམ་སོང། ཨ་འདི་ནས་ད། ད་ལྟ་བསམ་ཚུལ་ག་རེ་ཅིག་སྤུངས་དགོས་སོང་བསམ་ན་ཞུས་ན་ཨོ་དགོངས་ད་ད། བསམ་ཚུལ་དེ། ད་ང་རང་ཚོ། སྤྱི་ཚོགས་ནང་ལོག་ལ་ཡང་ད་ད་ལྟ།

ཟླ་ཉིས་སྟོང་བཅུ་དྲུག་ནས་ཕྱིན་ནས་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བདུན་རྩ་བཞི་དང་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བདུན་ཉིས་སྟོང་ཉི་ཤུ་རྩ་གཅིག་གི་དེ་ནས་སྤྱི་ཟླ་དགུ་བའི་ད་ཅིག་གྲོས་ཚོགས་དམངས་ཚོགས་བར་ལ་ཡང་དཀའ་ངལ་རབ་དང་རིམ་པ་མང་པོ་ཅིག་འཕྲད་ཡོད་རེད་གསར་ཁང་ནང་ལོགས་ལ་ཡང་ད་གནས་ཚུལ་སྤྱི་ཚོགས་ཀྱི་གནས་ཚུལ་ད་ག་རེ་བྱུང་ནས་ཡག་ག་བྱུང་ནས་སྟུག་བ་བྱུང་ནས་ད་པ་ཅིག་གི་རྐུ་མ་རུལ་འདུག་ལ་ཡ་ཇག་པ་རུལ་འདུག་ལ་ཡ་ཨོ་ཡི་ཡ་ད་ཅིག་གི་ཆ་ཚང་ཅིག་ལྐོག་ཟ་རིན་སོང་རེད་འདུག་ལ་ཡ་སོགས་པ་དོལ་རྒྱལ་རྗེས་འབྲང་པ་རེད་འདུག་ལ་ཡ་སོགས་པ་ད་ཆ་ཚང་གཅིག་གི་ནང་ནས་ང་རང་ཚོ་གི་གསར་ཁང་ནང་ལ་གསར་ཁང་གཅིག་ཡོད་མ་རེད་གསར་ཁང་གཉིས་ཡོད་མ་རེད་གསར་ཁང་གསུམ་ཡོད་མ་རེད་གསར་ཁང་བོད་པ་གི་གསར་ཁང་ཡོངས་རྫོགས་ལ་ཁྱབ་ཡོད་རེད་རེད་བ། ད་ལྷན་རྒྱུ་རྣམ་པ་ཚང་མ་གི་མཁྱེན་རྩལ་རེད་བ་དེ་ང་ཚོ་ཕྱི་གསལ་ནང་གསལ་ཆགས་བསྡད་ཀྱི་འདུག་བ། ད་དེ་ནས་ཕྱེ་ནས་གོང་ད་ད་དེ་རིང་ངས་ཁྱེད་རང་ཚོ་གི་དྲི་བ་བཏང་སྙན་དེ་འདྲ་ཡོད་ན་ང་ཆུ་ནས་འཐུང་གི་མི་འདུག་རེད་བ། དེ་ལས་ལན་ཁྱེད་རྒྱལ་མེད་ད་ད་ང།

བཀའ་དང་རི་བོ་བཀའ་མོལ་ར་དང་རིམ་པ་ག་ཚོད་གནང་སོང། ཀུན་སྤྱོད་སོགས་གསར་ཁང་ནང་ལ་ཉི་མ་གཅིག་བཏོན་སོང་བས། ང་དེ་རིང་ཀླད་པ་ཐང་ཐང་མི་འདུག། གཏམ་རྒྱུད་རྗེས་ལ་ཤེས་ཀྱི་ཡིན་ཟེར་ཡག་ཚིག་འདི་འདྲ་ཅིག། གལ་སྲིད། སྲིད་སྐྱོང་ཟུར་པ་དང་བཀའ་ཤག་ཟུར་པ་གིས། ཨ་ནི། ཅིག་འདི་འདྲ་ཅིག་བཤད་པ་དང་བྱུང་བ་དང་འདི་འདྲ་ཅིག་བྱུང་སོང་ན།

ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ཚེ་འདི་ཉིད་མི་མང་པོ་ཞེའུ་ཞེས་ཡོད་རེད་དེ་ཚོ་ལ་ཡང་གསུང་ཆོས་ཐོབ་གི་ཡོད་མ་རེད་རོ། དེ་ཚོ་གིས་ལམ་སྟོན་ཞུ་ས་མེད་དེ་རེད། ད་ག་ནང་བཞིན་རེད་ཆོས་ཕྱི་གོ་ཐོག་ནས་མ་རེད། སྲིད་ཐོག་ནས་ཡིན་ནས་རེད་ལུང་པ་ལུང་པ་སྣ་མིན་སྣ་ཚོགས་ཀྱི་ཨ་ནི་ཅིག་གི་དཔོན་རིགས་མང་པོ་ཞེའུ་ཅིག་གིས་ཨ་ནི།

གུ་དོན་དུ་ཡོད་རེད་འདི་ང་རང་ཚོ་བོད་པའི་གསར་ཁང་ནང་ལོག་གི་སུ་གཅིག་ཤེས་ཀྱི་ཡོད་མ་རེད་དེ་འདི་འཛིན་སྐྱོང་གི་མ་འཇོག་འདས་པ་རེད་ཨཱ་ནི་གསར་ཁང་ནང་གི་དེ་ཚོ་མ་ཕྱི་ལོག་ལྟོས་བྱས་ན་ཨཱ་ནི་ཁོ་རང་ཚོ་གི་ཕྱོགས་སུ་ལྷུང་དེ་ནི་རྒྱབ་སྐྱོར་བྱེད་བསྡད་ས་དེ་ནག་པོ་ཆགས་འགྲོ་ས་རེད་བསམ་ནས་ཨཱ་ནི་སྨྲ་བསྟོད་འདེད་འཇོག་བྱེད་རེད་དུ་བ་ད།

གདོང་དང་གདོང་བསྟུན་དེ་ཉིན། ས་གནས་ས་ཐོག་ལས་བསྡད་དེ་ཉིན། ལོ་ངོ་དྲུག་ཅུ་ནང་ལ་མ་བྱུང་ཡང་ད་ལོ་བྱུང་སོང། ཀུན་སྤྱོད་སྲུང་ན་ཡིན། རྩྭ་ཡག་ས་ལ་ཆུ་ཡོད་ས་ལ་བསྡད་དེ་ཉིན། མི་མང་པོ་གཅིག་གིས་ཨ་ནི་རྩ་དོན་དེ་ཤུགས་ཆེན་པོ་ཕན་ཐོགས་ག་སར་རྩ་དོན་དེ་གལ་ཆེན་པོ་རེད་བསམ་ནས། བཙན་བྱོལ་བོད་གཞུང་དེ། གལ་ཆེན་པོ་རེད། བོད་ནང་གི་རྩ་དོན་དེ་སྒྲུབ་ཡ་ཆེད་དུ་ཡ་བཙན་བྱོལ་བོད་གཞུང་འདི་གནས་དགོས་འདུག་ཟེར་ནས་སྐད་རྒྱག་དེ་ཉིན་དེ་འདྲའི་རབ་དང་རིམ་པ་མང་པོ་ཅིག་བྱུང་སོང། འདི་གའི་ཚང་མ་ལ་ནུས་ཤུགས་ག་འདྲ་ཅིག་སྤེལ་སོང་རོགས། རྡ་རམ་ས་ལ་ས་གནས་ས་ཐོག་ལ་དུས་ཡུན་དེ་ཉིན་མི་ག་ཚོད་འདུག་ཁྱོད་རང་ཚོ་ཧ་གོ་བོ་བྱེད་ཤོག། དེ་ཚོ་ལ་ཡ་དཀའ་ངལ་ག་ཚོད་འཕྲད་སོང།

ཆེད་དུ་ཁྲིམས་འཛིན་ཁང་གི་ཁྲིམས་དཔོན་རྫུན་མ་གསུམ་དེ་ཡག་ཤོས་ལ་ཉེ་འདིའི་ནང་རང་ལ་ཡང་ས་སྐྱ་ག་ཚོད་ཡོད་རྙིང་མ་ག་ཚོད་ཡོད་བཀའ་རྒྱུད་ག་ཚོད་ཡོད་རེད་བ། ཨ་ནི་ཡི་གེ་ལ་ཡང་སྤྱི་འཐུས་འདི་ཚོ་ལ་ཡང་འོས་ཤོག་བླུགས་དེ་ཉེ་དུ་ཚོ་མི་མང་དཀྱུས་མ་ནང་རང་ལ་ཡང་ས་སྐྱ་ག་ཚོད་ཡོད་རེད་བཀའ་རྒྱུད་ག་ཚོད་ཡོད་རེད་རྙིང་མ་ག་ཚོད་ཡོད་རེད་དགེ་ལུགས་ག་ཚོད་ཡོད་རེད་བོན་པོ་ག་ཚོད་ཡོད་རེད། ཤེས་པ་བྱེད་དགོས་དགོས་རེད་འདི་ཚོ་ཚང་མ།

ང་འགྲིག་གི་མི་འདུག་ཟེར་ནས་བཤད་ཀྱི་མེད་དམ་ངས། ད་ལྟ་ང་ཚོའི་ཡི་གེ་དེ་ལ་ཡང་འཛིན་སྐྱོང་གི་གནང་སྟངས་དེ་འགྲིག་གི་མི་འདུག་ཟེར་ནས་བཤད་བསྡད་ཀྱི་ཡོད་རེད། དམངས་གཙོ་དེ་སྲུང་སྐྱོབ་བྱེད་དགོས་འདུག་བོད་ཀྱི་བདེན་མཐའ་དེ་སེལ་དགོས་འདུག། བོད་ཀྱི་བདེན་མཐའ་དེ་སེལ་བ་ཆེད་དུ་ལ་དམངས་གཙོ་དེ་གནས་དགོས་འདུག་ལ་དབར་དམངས་གཙོ་དེ་གནས་ལ་ང་ཚོ་གི་ཐབས་ཤེས་བྱེད་དུ་ཡོད་རེད་འབོད་བརྩོན་བྱེད་དུ་ཡོད་རེད། ཡ་ག་ཞིག་གིས་ཟེར་གྱི་ཡོད་རེད།

ང་ཚོས་དེ་གལ་ཏེ་གདོང་འབག་མ་བཏོན་ནས་ཅིག་བཤད་བསྡད་དུས། དེ་ཚོ་ཅིག་གི་སྤྱི་ཚོགས་ཁྲོད་གཉིས་རེད་གཅིག་རེད་གཉིས་རེད་བསམ་གི་ཡོད་ས་རེད། གདོང་འབག་མ་བཏོན་ནས་བཤད་རྒྱག་རུང་མ་བཤད་རྒྱག་རུང། ངའི YouTube། ཟོས་ཞང་ཁྱོད་འདི་ནང་ལོག་ལ་ཡ། ཞོན་མི་ཆུན་ཆུན་གཅིག་རེད་འདུག་ཟོས་ན། གཅིག་བཏོན་ཞོག་ད་ངས་སྤྱི་ཚོགས་དྲ་རྒྱ་ནང་ཉི་མ་དེ་རིང་ནས་བཟུང་སྐད་ཆ་སྐོར་བཤད་མཚམས་བཞག་གོ།

ང་ལ་ཡང་ཁེ་ཁེ་དགོས་མི་འདུག་ད། དམངས་གཙོ་ཡང་དག་པ་ཅིག་དགོས་འདུག། རྒྱ་རོང་པོ་ཆེ་བོད་བདེན་འབྲེལ་དགོས་འདུག་རང་བཙན་ཡིན་ཀྱང་རུང་དབུ་མ་ཡིན་ཀྱང་རུང་ཁྱད་པར་སྤུ་ཙམ་མེད་ང་ལ། ཁུ་མཆུ་སུ་མེད་ད། ཁུ་མཆུ་སུ་མེད་རང་བཙན་ཡིན་ཀྱང་རུང་དབུ་མ་ཡིན་ཀྱང་རུང་ཁྱད་པར་སྤུ་ཙམ་མེད། རྒྱ་རོང་པོ་ཆེ་བོད་བདེན་འབྲེལ་ཞུ་ཡ་དང་བོད་ནང་ལོག་ལ་ཡོད་བསྡད་པའི་གཞིས་ལུས་བུད་མེད་འདུ་འཛོམས་ཀྱིས། ཨ་ནི་ད་འདྲ་པོ་ཏོ་ལ་ཡ། ཤི་ཁ་ཚོད་མྱངས་ཡོད་རེད། འདི་ཚོ་གཅིག། སྡུག་པོ་བོ་ནི་ཐར་ན་བསམ་ནི། ལས་ཀ་བྱེད་དེ་གོ་རེ་སྐད་ཆ་བཤད་དེ་གོ་རེ། ད་འདྲའི་འཛིན་སྐྱོང་ནང་ལ་བསྡད་དེ་ཉན་དུ་ཟུག་གིན། དེ་འདྲའི་རེད་མི་ཐག་བོད་ནང་ལོག་ཡིན་སྐྱོང་ཚང་མ་རྗེ་ས་ཡིན་ས་རོ་བ་ད། མ་གཞི་ཁག་དང་ཡི་གེ་མ་རེད། ད་འགྲོ་ཡི་གེ་ལ་ལས་ཀ་བྱེད་དེ་ཉན་དུ་ཟུག་བོད་ས་གི་མཐོང་མྱོང་ཡོད་མ་རེད་བོད་མི་གི་མཐོང་མྱོང་ཡོད་མ་རེད། དགྲ་བོ་མི་གི་མཐོང་མྱོང་ཡོད་མ་རེད་བརྙན་ཐུང་ལྟད་མོ་བལྟ་བསྡད་དེ་མི་ད་མེད་བ། གཙུག་ལག་ཁང་ནང་ལོགས་ལས་མིང་རྫུན་རྒྱ་རྫུན་ནས་གདུང་བཞག་རྒྱུ་འདི་ལྟད་མོ་ལྟ་ཡ་དེ་མ་གཏོགས་མེད་པ། ཐོག་མེད་པ། འདི་ཡིན་གྱི་རེད། ཁྱོད་རང་ཚོ་ལ་དཀའ་ངལ་འཕྲད་ཡོད་མ་རེད། དཀའ་ངལ་མ་འཕྲད་ཙང། བྱེད་ཀྱི་ཡོད་མ་རེད་དེ། ཡ་ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ན་སྔ་བའི་ཚེས་ཉི་ཤུ་རྩ་བཞི། རྩ་བཞི་བཞག་ཞོག་ཉི་ཤུ་རྩ་བདུན་ལ་འོ་ཡ་ངས། ཉིས་སྟོང་ཉི་ཤུ་རྩ་གཅིག་གི་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བདུན་ནས་བརྒྱུད་ནས་ད་ལྟ་བར་དུ་ལ་ཡ་འཛིན་སྐྱོང་གིས་ཡ་ནི་བོད་ནང་ལོགས་ལ་ཡ་ལྷག་བསྡད་པའི་གཞིས་ལུས་བོད་མི་གི་ཆེད་དུ་ལས་ག་རེ་བྱས་ཡོད་ཞུ་གཏུག་ག་རེ་བརྒྱབ་ཡོད། རོགས་རམ་ག་རེ་བྱས་ཡོད་སྙན་ཞུ་ག་རེ་བརྒྱབ་ཡོད། འབོད་སྐུལ་ག་རེ་བྱས་ཡོད། རོགས། དཀོན་མཆོག་གསུམ་ལ་ཡིན་དང་དྲང་པོ་དྲང་བཞག་ཡིན། བཤད་ཞུ་དང་ཡ་གཅིག་གཅིག་བཤད་ཞུ་དང། ཨ་ར་འདི་བཙན་བྱོལ་ནང་ལོག་འགྲེལ་འབེལ་ཉེས་བྱས་དོ་ལས་ང་རང་ཚོ་བོད་མི་སྒྲིག་འཛུགས་འདི་རེད་བསམ་དགོས་དོ་བས། འདི་འདྲ་ཡིན་ན་ནོ་ར་ད་ནོ་ར་ད། བོད་མི་སྒྲིག་འཛུགས་དགོས་ཡ་ཡོད་མ་རེད། རྒྱ་གར་ནང་ལ་བསྡད་ཆོག་ཡ་ཨར་སི་ཡོད་རེད་ཕྱི་རྒྱལ་ནང་ལ་བསྡད་ཆོག་ཡ་ཁོ་རང་ཚོ་གི Passport ཡོད་རེད། ཧ་གོ་གི་ཡོད། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཅུ་བྱ་གྲངས་ནས་ཚུར་སྐྱེས་པའི་ནང་ཡ་བྱས་ནས་རྒྱ་གར་ཡིན་ན་རྒྱ་གར་ནང་ལ་མི་སེར་བཟོ་ཆོག་གོ་རེད་ཧ་གོ་གི་ཡོད།

སངས་རྒྱས་སྐྱབས། སྐུ་ཞོགས་བབས་འགྲོ། མི་ཚེ་གང་བརྩི་ཨ་ཧྲིལ་པོ། བསྟན་འགྲོའི་བརྩོན་འགྲུས། མི་ཚེ་ཧྲིལ་པོ་རྩ་དོན་ཆེད་དུ་བྱས་དེར་ག་རེ་འདི་ཁོ་རང་ཚོ་གི་བདེ་སྡུག་ཆེད་དུ་རེད་བསམ་གོ་དེ། ཁོ་རང་ཚོ་གི་མིང་དང་མཚན་སྙན་གྲགས་ཆེད་དུ་རེད་བསམ་གོ་དེ།

བོད་ནང་ལ་ལྷག་བསྡད་པའི་གཞིས་ལུས་བུད་མེད་འདི་ཚོ་གིས་རང་དང་རིམ་པའི་བུ་རྒོད་མང་པོ་བྱས་ཡོད་རེད། སྐད་འབོད་མང་པོ་བྱས་ཡོད་རེད་སྐད་འབོད་བརྒྱབ་ནས་ད་ལྟ་ཙོང་ཁང་ནང་ལ་ལྷག་བསྡད་མཁན་མང་པོ་ཞིག་ཡོད་རེད། ཧ་གོ་སོང་ཨ། ཤེས་པ་བྱེད་ཤོག་ཨ། ཤེས་པ་བྱེད་ཤོག་ཨ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བྱས་ནས་ད་ལྟ་ཉིས་སྟོང་ཉི་ཤུ་རྩ་གཅིག་བར་ལ་ཡ། སྐུ་ལུས་ཆོས་མེད་བུ་ཉེས་བརྒྱ་དང་ལྔ་བཅུ་ང་བདུན་བྱུང་ཡོད་རེད་དེ་ཡང་བོད་ནང་ལོགས་ལ་རེད། འདི་ག་གི་ཨ་ནི་དམངས་གཙོ་མི་འདུག་སྨྲ་བརྗོད་རང་དབང་མི་འདུག་གཏམ་བརྗོད་རང་དབང་མི་འདུག་ཆོས་ལུགས་རང་དབང་མི་འདུག་ལབ་གི་ཡོད་རེད། ལོ་གཅིག་ཚེས་གཅིག་ལོ་གཅིག་ལ་ཡ་དུས་གཅིག་ཚེ་ཨ་ས་ལོ་གཅིག་དུས་གཅིག་བྱས་ནས་སྐད་འབོད་བརྒྱབ་ནས་རང་སྲོག་བློས་བཏང་བྱས་ཡོད་རེད། གལ་སྲིད་རྒྱ་ནག་གི་ཨོ་ལམ་པིག་དེ་ད་ལྟའི་དགུན་ཚེས་ཀྱི་རྩེད་མོ་དེ་བཀག་པ་ཡིན་ན། ཧ་གོ་བ་ཞིག་བྱུང། གཞིས་ལུས་བོད་གནས་ད་ལྟ། ཀོ་ལུས་ཆུ་མི་བོད་ཉིན་བརྒྱ་དང་ལྔ་བཅུ་ང་བདུན་ཡོད་རེད། དེ་ག་གི་ཡང་ནི་ཞུ་གཏུག་རྒྱག་བྱ་བ་དེ་ལ་ཡང་འཛམ་གླིང་རྒྱལ་ཡོངས་ཀྱི་ཡང་ནི་ལྟ་རྟོག་བྱེད་ནས་འགྲིག་གི་འདུག་ལ་གོ་རེ་དེ། ཧ་གོ་གི་ཡོད།

འདིར་བསམ་བློ་དང། ཕར་ཞག་འཛུགས་སྐུ་གཅིག་གཏུབ་ནས་བཏོན་ཞུ་དང་ཡ། ཡོད་བས། མེད་བ། ད་རྒྱ་ནག་རྒྱ་ནག་ལ་ཡ་འདི་བཀག་པ་ཡིན་ན། ཨ་ནི་བོད་ནང་ལོགས་ལ་ཡ་ཨ་ནི་ད་ལྟ་བར་དོ་ལ་ཡ་ཨ་ནི་གཅིག་གི། དམངས་གཙོ་རང་དབང་མི་འདུག་གཏམ་བརྗོད་རང་དབང་མི་འདུག་གསར་འགོད་རང་དབང་མི་འདུག་ཆོས་ལུགས་རང་དབང་མི་འདུག་ལ་ཡ་འདི་ཚོ་ཆ་ཚང་གཅིག་བདེན་པ་རེད་འདུག་ཟེར་ནས་ལབ་གི་ཡོད་རེད་དེ། གལ་སྲིད་ད་ལྟ་དེ་ལ་ཡང་རྒྱ་ནག་ལ་ཡང་དགུན་ཚོད་རྩེད་མོ་དེ་མ་རྩེ་བ་ཡིན་ན། དབུ་མའི་ལམ་ལ་རེ་བ་ཤུགས་ཆེ་རུ་འགྲོ་གི་རེད། ཧ་གོ་བ་བྱེད་ཤོག། དཀོན་མཆོག་རེད་ད། འུ་ཐུག་ཐབས་ཟད་བཏང་ནས་ང་དེ་ག་རེ་སྐད་ཆ་བཤད་གི་ཡོད་ད་ད་དེ་རིང།

གལ་སྲིད། ཁྱོད་རང་ཚོ་བོད་ནང་ལོགས་ལ་སླར་བས་ཀྱི་གཞིས་ལུས་བོད་མའི་ཆེད་དུ་བྱེད་ན། ཤི་དུས་དམྱལ་བ་ཡིན་ནའི་ལས་སོ་སོ་གི་བྱས་རྗེས་བྱང་ཆུབ་ཀྱི་ཁྱིམ་དུ་འགྲོ་ཡ་ཡོད་རེད། ཤི་ཚར་བས་ཡིན་ནའི་ལས་རོགས། སྲིད་ཤི་ཚར་བས་ཡིན་ནའི་ལས། གཞིས་ལུས་བོད་མའི་གི་སེམས་ནང་ལ་བཞག་བསྡད་ཀྱི་རེད་ཧ་གོ་གི་ཡོད་བ་དེ།

སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་ཕྱིན་ནས་སྤྱི་ལོ་ཉིས་སྟོང་མ་སིམ་སིམས། དགུ་བཅུ་གོ་བརྒྱད་གོ་དགུ་ཉིས་སྟོང་གཅིག་གཉིས་བར་དོ་ལ་ཡ། ཡི་གེ། ས་འོག་དག་དག་གི་དག་གསར་ཁང་དུ་ཚུགས་གར་ལ་ལ་རེད། ད་འདི་འདྲ་མར་དག། འདི་འདྲ་རྩ་བ་ཉིད་ནས་མ་རེད། ད་གར་རེད་ཞུ་བ་ཡིན་ན། མི་རེ་རེ་གི་ལག་པ་རེ་རེ་ལ་ཡ་ནི། གློག་བརྙན་རེ་རེ་འཁྱིལ་དེ་ཡོད་རེད། མི་སོ་སོ་སོ་སོ་གསར་གསར་འགོད་པ་ཆགས་བསྡད་ཡོད་རེད། འཛམ་བུ་གླིང་གི་སྐད་ཆ་ག་རེ་བཤད་ཀྱི་འདུག་ལྟ་བའི་འདི་ཧ་གོ་གོ་རེད། འཛིན་སྐྱོང་གི་ལན་ག་རེ་རྒྱག་ཡོད་མེད་འདི་ཀློག་ཐུབ་གོ་རེད་ཤེས་ཐུབ་གོ་རེད། སྙན་མ་ཡིན་ན་འདི་འདྲ་མ་རེད་བ། གསར་ཁང་ནང་ལ་བོད་སྐད་ཐོག་ནས་གཅིག་བཤད། རེད་བ། ཨ་ནི། ཨིན་ཇི་ནང་ལ་བཤད་ཡ་གཅིག་བཤད་ཧིན་དི་ནང་ལ་བཤད་ཡ་གཅིག་བཤད། བོད་མི་མཉམ་ཆུང་དུ་ཚོ་འགོག་འགོག་བཏང་བསྡད་དེ་རེད་བ། ད་ཡོད་མ་རེད་ད་ཚར་ཚར་རེད་དུས་ཚོད་དེ་བརླག་ཚར་རེད་ད། ད་དེ་རིང་ག་ས་ག་རེ་དུས་ཚོད་རེད། སོ་སོ་གིས་ག་རེ་བྱས་བཞག་ཡོད་ནའི་རེད་ག་རེ་འཇོན་བཞག་ཡོད་ནའི་རེད་དྲ་རྒྱ་ནང་ལ་དོན་ཡག་གི་དུས་ཚོད་རེད་བསྟོད་ཡག་གི་དུས་ཚོད་རེད་དེ། ས་འོག་ད་ད་ན་ཤི་བྱས་ནས་རྒྱབ་ལ་བསྡད་ནས་དུས་ཚོད་དེ་མ་རེད་ད།

ཆོལ་ཁ་བྱེ་བྲག་པ་དང་ཆོས་ལུགས་བྱེ་བྲག་པ་གཅིག་ལ་ཡང་མ་ཁེལ་ཡ་ཆེད་དུ་ང་དང་ང་ལྟ་བུ་གི་སྟོང་པ་བཀག་ནས་བསྡད་དེ་གོ་རེད་ཨ་ཁུ་ཁུ་ཡོ། ངས་སྐད་ཆ་ག་རེ་བཤད་འདུག་འདི་ལ་ལྟ་ངས་གདོང་ལ་ལྟ་བ་མ་རེད་ང་གདོང་འབར་ཚ་ཡིན། ང་རྣམ་པ་འབྲེལ་བ་མེད། ངས་གདོང་ལ་ལྟ་བ་མ་རེད་ངས་སྐད་འདི་ལ་ལྟ། སྐད་ཆ་འདི་གི་དོན་དག་འདི་ལ་ལྟ། ངས་གདོང་ལ་ལྟ་ནས་ག་རེ་རག་གི་འདུག།

སི་ཛི་ལི་ཡ་ནི་གཏམ་འཆལ་ལ་ལ་ཡ་དཀའ་ངལ་ག་འདྲས་སྤྲད་ཡིན། ཨོ་སི་ཏྲེ་ལི་ཡ་ལ་ཡ་ཚི་རི་འོ་མོ་ལ་ཡ་ཚི་རི་གྷར་ས་དེ་ལ་དཀའ་ངལ་ག་ཚོད་སྤྲད་ཡིན། ཁ་ར་ད next དེ་ང་ཡིན་པས། འུ་ཐུག་ཐབས་ཟད་བྱུང་སོང་ནས་འདི་ཡས་ང་འདོད་པ་ཡོད། དཀའ་ངལ་ག་ཚོད་མུག་པ་ག་ཚོད་སྤྲད་ནས་ཁྱད་པར་མེད་ད་བུ་ཆུ་གསུམ་མེད། འོ་དེ་རེད། ཧཧཧ། ཁྱོད་རང་ཚོ་གི་གདོང་ལ་ལྟ་ནས་སྐད་ཆ་བཤད་ཀྱི་ཡོད་མ་རེད་རྒྱུ་ལ་ལྟ་ནས་སྐད་ཆ་བཤད་རྒྱུ་ཡོད་མ་རེད། མིག་གི་མགོ་ནད་ལ་ལྟ་ནས་སྐད་ཆ་བཤད་ཀྱི་ཡོད་མ་རེད་མིག་གི་མགོ་ནད་ལ་ལྟ་ནས་ཕྱག་བཞག་རྒྱུ་ཡོད་མ་རེད། མི་དེ་གི་སྐད་ཆ་ག་རེ་བཤད་འདུག་ལྟ་དང། མི་ཞིག་གི་དོན་དག་ཡིན་ཆོག་ཅིག་བཤད་གི་འདུག་དང་བཤད་གི་མི་འདུག་དེ་ལྟ་དང། ལྷ་ས་གྲོང་ཁྱེར་ནས་ངས་སྐད་ཆ་མང་པོ་ཅིག་བཤད་རེད། དེ་འདྲ་རྡོག་རྡོག་ག་རེ་རེད། བཙན་བྱོལ་ནང་ལ་ཡོད་པའི་གན་ནི་ལས་ཀའི་སྣེ་མོ་བ་ཚང་མ་གཅིག་ཕྱོགས་སུ་སློང་རྒྱུ་རེད་དོ་ལ་ཡིན། རྡོག་རྡོག་འདི་རེད། བཙན་བྱོལ་ནང་ལ་ཡོད་བསྡད་པའི་གན་ནི་བོད་མི། བོད་བོད་པའི་གསར་ཁང་གཞོང་རྫོགས་འདི་ཕྱོགས་སུ་སློང་རྒྱུ་རེད་དོ་ལ་ཡིན་གཉིས་པ་འདི་རེད། ད་གསུམ་པ་འདི་ལ་ཡང་ག་རེ་རེད་ཞུ་ན།

སྤྱི་པ་གཞིས་ལ་ཤར་ནས་ད་མང་ཆེ་གཅིག་འཇམ་མཐིང་ཁུ་སིམ་བསྡད་དེ་ཡོད་རེད། ང་དེ་རིང་དེ་ལས་ཤེས་དགོས་དེ། རྒྱ་གར་རིན་པོ་ཆེ་གི་གནས་ཚུལ་དེ་དོང་འོང་དེ་ཨ་ན་ང་ཤེས་དགོས་ཁེལ་སོང། མ་ཤེས་རང་ཤེས་ཡིན། ཁ་ཤས་ཀྱི་ང་ཁ་ཤས་ཀྱི་ལག་ཏུ་ང་ལ་ཟབ་ཟབ་བྱེད་ལ་ནི་ཟུག་ལ་ཀུ་ཅུ་ཀུ་ཅུ་སྤང་བཙུགས། ཟབ་ཟབ་བྱེད་ཟེར། དཀའ་ངལ་འཕྲད་ཀྱི་རེད་ད་ཟེར། ལར་སོང་ང་ལ་ལ་ཉེས་མང་པོ་འདུག། ཁྱེད་ཧང་སངས་མི་འདུག། ང་ང་དང་ང་ལྟ་བུ་དེ་ནི་ཆེས་དཀའ་ཧང་སེང་པོ་མི་འདུག་ད། ཁོང་ཅུང་ཧང་སངས་འདུག། ཡིན་ནའི་ལས་ད་ཅིག། སྐབས་དང་དུས་དང་སྐབས་དང་དུས་དང་བསམ་བློ་ཞིག་བཏང་གི་རེད་བསམ་བློ་ཞིག་བཏང་གི་རེད་བསམ་ནས་བསྡད་བསྡད་པ་ཡིན་ད། དོན་ཡང་གཅིག་གི་ཉིན་མོ་དེ་ལ་དོན་བཟུང་ན། ད་དེ་དུས་འུ་ཐུག་གི་རེད་ད། དེ་གི་དང་པོ་ལ་ཡིན་ད། དངོས་གནས་ལ་ཡིན།

ཨ་ནི། འདི་ཤ་བའི་ཉོན་མོངས་འདི། ངས་སྡོང་པོ་འདི་ཕྱོགས་ག་བ་ལ་སྟོན་དགོས་འདུག་འདི་ལྟ་ཡ་འདི་ད་ལྟའི་འཛིན་སྐྱོང་དང། རེ་བ། བཙན་བྱོལ་ནང་ལ་ཡོད་བསྡད་པའི་བོད་མི། ལས་ཀྱི་སྣེ་མོ་བ་དེ་ཚོ་གི་བྱེད་སྟངས་ལ་ལྟ་ཡ་རེད་ཟེར་ནས་ཞུ་ཡ་ཡིན། གལ་སྲིད་དམངས་གཙོ་ཡང་དག་པ་ཅིག་དང་ཁྲིམས་དང་མཐུན་པ་ཅིག་གི་བཙན་བྱོལ་དེ་ཚོ་ལ་ཡ། རྒྱལ་རབས་དང་མཐུན་པ་ཆོས་གཞུང་དང་མཐུན་པ་བཀའ་མོལ་གནང་ཕྱག་ལས་གནང་བྱས་བསྡད་ན་ངས་སྡོང་འདི། རྒྱ་མི་གཞུང་ཚབ། འཛམ་གླིང་བརྙན་འཕྲིན་རྒྱལ་ཚོགས། འཛམ་གླིང་འཕྲོད་བསྟེན་ལས་ཁུངས། འདི་འདྲའི་གི་དོན་ལ་དུན་གོ་རེད། ངས་དོང་དུ་བསྟུན་གི་རེད། གལ་སྲིད། འཛིན་སྐྱོང་གི། གནང་སྟངས། བྱེད་སྟངས། འོ། ཚང་མ་འདྲིས་མ་སོང་ན། ཉམས་པ་སླར་གསོ་བྱེད་དུ་རེ་ད། ཧ་གོ་བ་བྱེད་ཤོག་ཨ། ང། ངའི་དོང་འདི། འོ་ཡ།

ཨ་འདི་ད་ཅིག་སོ་སོ་རང་གི། ཁོ་པ་ང་རང་རང་གི་བསམ་ཚུལ་ཡིན། སུ་གཅིག་གི་འདི་རྒྱབ་ལོག་ལ་ངའི་སྐད་ཆ་འདི་རྒྱབ་ལོག་ལ་ཡ་སྐད་ཆ་རྒྱབ་ལོག་ལ་ཡ་སུ་གཅིག་མེད་ད། སུ་གཅིག་མེད་ད། གདོང་པ་རང་མཚུངས། གར་ས་གཅིག་བཤད་བྱོས་ང་རང་ཚོ་གཏམ་དཔེ་བྱེད། ད་ག་རང་ཡིན་ད། ང་རང་སྐད་ཆ་གང་བཤད་པ་མགོ་ནས་མཐའ་བར་དུ་ཆ་ཚང་གཅིག། ཆ་ཚང་ཞིག་ང་རང་རང་གིས་འགན་འཁྱེར་གྱི་ཡིན་ཟེར་ཞོར། འདི་རེད། དཀོན་མཆོག་ལ་ཡོད་དོ། ད་བློ་ཟུར་དུ་གནས་ནས་ལྷན་སྐྱེས་རྣམ་པ་སོགས་ཀྱི་ཕྱག་ལས་གནང་ཐུབ་ན་ཡག་པོ་ཡོད་རེད། གལ་སྲིད། ཕྱག་ལས། བློ་ཟུར་དུ་གནས་ནས་ཕྱག་ལས་གནང་ཐུབ་མི་འདུག་ཟེར་ན། ཨ་ནི་གསུངས་ཞིག་དང་ནི་ང་རང་ཚོས་ག་རེ་བྱེད་དགོས་འདུག་བལྟ་ཡས་ཡོད་རེད། འོ་དེ་འདྲའི་ཞིག་རེད། ལགས་སོ། ཨ་རི་དེ་ནས། ཨ། ཐ་མ་དེ་ལ། བསྡད་བཞག་གི་ཡིན་རོ་བ་ད། ཇོ་མ་མཇལ་ཡོང། མུ་མཐུད་ནས། ཨ་གདོང་དང་གདོང་གཏོད་པའི་གི་ཉིན་མོ་དེ་ལ་ཡ། བུ་པ་ང་རང་ལ་ཡ་རྒྱབ་སྐྱོར་བྱེད་རོགས་གྱིས། བོད་ཀྱི་འཐབ་རྩོད་ཆེད་དུ་ཡིན་ནས་འདྲ། བཙན་བྱོལ་བོད་གཞུང་གནས་ཡ་ཆེད་དུ་ཡིན་ནས་འདྲ། བོད་ཀྱི་བདེན་མཐའ་སེལ་དུ། སའི་ཆེད་དུ་ཡིན་ནས་འདྲ། འདི་ཉིན་མོ་དེ་ལ་ཡང་གླིང་གའི་རྣམ་པ་ཚོ་གིས་བོད་པའི་བུ་ལ་ཡང་རྒྱབ་རྩ་གནང་རོགས་གནང། གལ་སྲིད་ངའི་བཤད་འཇོག་འདི་དང་ངའི་བྱེད་འཇོག་འདི་ནོར་གི་འདུག་ན་སྐྱོན་བརྗོད་བྱེད་རོགས་ཅིག་རྒྱབ་རྩ་བྱེད་མ་གོ། ཀུན་སྤྱོད་གསུམ་བྱེད་མ་གོ། སྤྱི་པ་ལ་གནོད་ཡག་ཅིག་དང་སྤྱི་པ་ལ་ཡག་ཅིག་བོད་ནང་ལོག་གི་བོད་མི་དེ་ཚོ་ལ་ཡང་གནོད་ཡག་ཅིག་བྱེད་ཀྱི་འདུག་ན། ཁ་བརྡུང་བལྟ་རོགས་ཅིག། རྒྱབ་སྐྱོར་བྱེད་མ་གོ་ང་ལ་ཡང།

ཨོ་ཡ། ད་དེ་སྐད་རེད་ད་དོ་ལོ་ཐ་མ་དེ་ལ་ཡ། ད་ལྟ། འཛིན་སྐྱོང། གི་ལས་ཀྱི་སྣ་མོ་བ། ཨ་ནི། ཨུམ། གསར་ཁང། དེ་ནས། ད་ཡི་གེ་ལ་ཡ། ཆད་པའི་ཚིག་བཞི་ག་གི་ཁྲིམས་དཔོན་གྱིས་ད་ཅིག་རྫུན་མ་འདི་སྐད་ཀྱིས། དེ་གའི་ཆ་ཚང་ཅིག་ཕྱོགས་སུ་ལྷུང་ནས་ད་ལྟ་བར་དུ་ལས་ཀ་བྱེད་ཀྱི་འདུག་ད་འདི། དངོས་གནས་ཁོ་རང་དམངས་གཙོ་ཡང་དག་པ་ཞིག་ལ་ལག་ལེན་བསྟར་ཡ་འདི་བཟོ་རོགས་བྱེད་ཟེར་འདི་བོད་པ་བོད་པའི་བུ་གི་འབོད་སྐུལ་ཡིན་འབོད་སྐུལ་རང་ཡིན་ད། འབོད་སྐུལ་རང་ཡིན། འོ་དེ་འདྲས་ཅིག་ཞུ་འདོད་བྱུང་སོང་ཨ་འདི་ནང་བཞིན། དེ་ནང་ལོགས་ལས་ད་ད་ལྟ་ང་རྒྱ་ལ་ཡ་ལྟད་མོ་ཁར་ཐུབ་ལྟ་དེ་ངའི་མི་ས། འདི་ཅི་དོན་གཉིས་སུ་བྱེད་འདུག། ཐད་གཏོང་ཟིན་དེ་ཉན་རོགས། ཚང་མ་ལ་བཀའ་དྲིན་ཆེ་ཞུ་ཡ་ཡིན། ད་ཁྱེད་རང་ཚོ་ཡིན་ནས་ལས། སྔོན་མོས་ཁོ་རང་བོད་སྤྱི་པ་དེ་དང་པོ་བཞག་ནས་བོད་ནང་ལོ་ཡོད་རེད་ཀྱི་གཞིས་ལུས་བོད་མི་དེ་ཨང་དང་པོ་བཞག་ནས། ཨ་རི་སྤྱི་ཚོགས་ནང་ལོ་སྐད་ཆ་བཤད་རོགས་བྱེད། སྤྱི་ཚོགས་ནང་ལོ་དྲན་རོགས་བྱེད་ཞུ་ཡ་ཡིན། ལགས་སོ། ཨ་ན་ཐ་མ་དེ་ལ་ཡ་བོད་རྒྱལ་ལོ་བོད་རྒྱལ་ལོ་བོད་རྒྱལ་ལོ།